ཡ་གཉིས་ལ་སྣའི་བ་འོམ། ཐི་ནོང་སྣའི་བ་ཁ་ཨོ་ཐ་ག་སྐོར་ག་ཐུར་ཡིག་པའི་ཁེ་ལས་ལ་ཀོ། འོམ། འཇང་ག་དད་པ་ཨ་ཧན་འཇང་ག་ཡིད་ཆེས་ཨ་ཧན། བ་ཀ་དོན་མཐའ་ག་ཡིག་ཆ། འཇང་བསྟན་ག་སློབ་མ་བ་ཀ། འོམ། མང་པོ་ཐུར་གི་ཧང་མིན་ལ་ཡ་ཨ་གཉིས་ལ། བར་པ་ཏོ་ཧང་ཡིག་བྱ་ཡ་ལ། མཆོད་པ་ཐམས་ཅད་རང་བུར་སྐན་གྱི་ལ་ཨ་ནི་དུར་ཡིག་བྱ་མེ། མཆོད་པ། འཛམ་བུ་གླིང་ནང་ག་མཆོད་པ་ཐམས་ཅད་རང་བུར་སྐན་གྱི་ལ་ཨ་ནི། ཨོ་ཐ་ཡིག་པེ་ག་གང་ག། འདོན་ཐ།

ཆོས་ཐམས་ཅད་པུར་སྐན་གྱི་ལ་ཡིག་པད་ཀ་གངས་ཀ་ཞོ། ཆོས་ཨ་ཐང་པུར་སྐན་གྱི་ལ། ཡིད་ཆེས་ཨ་ཐང་པུར་སྐན་གྱི་ལ། སྒོམ་ཐང་པུར་སྐན་གྱི་ལ། ལྷ་པུར་སྐན་གྱི་ལ། ནི། ཕི་ཐང་པ་པུར་སྐན་གྱི་ལ་ཡིག་པ་ག་མང་གི་ན། ཉོ་ཐག་འདི་གའི་ཉོས་ཆོས་ཐམས་ཅད་པུར་སྐན་གྱི་ལ་ཨ་ནི་ཡིག་པའི་ག་གང་ག་པུར་སྐན་གྱི་ས་ནི་མིན་ཆོ་ག་འདི་པོ་ལ་མེ་ཐམས་ཅད་རང་པུར་སྐན་གྱི་ས་ཨོ་ཉིན་ག་གོ་ལའི་མ་ན་ལ། ཆོས་ཐམས་ཅད་རང་པུར་སྐན་གྱི་ལ་ཡིག་པ་ཆོ་ཧང་གོ་ལའི་ཁེ་ལས་ཨ་ནི་ལ། ཐམས་ཅད་རང་ལེགས་པོ་གྱི་ལ་ཡིག་པ་ག་ལེགས་པོ་ག་ལེགས་པོ་དང་མ་ལེགས་པོ་ག་ཅད་ག་གོ་ད་པ་ཆོ་ནི་ལེགས་པོ་གྱི་བ་ཐུར་གྱི་ལ་མ་ཏོ་ལེགས་པོ་ག་ནང་གའི་གཉིས། ཧ་ཡ། སོ་སོ་སོ་སོ་ཅག་མའི་སྒོམ་སྟངས་སོ་སོ་སོ་སོ་འོ་ཐ་ཤོ་མ་འདྲ་ལ་ན། འོ་ཐ་ཐི་ཀི་ཨོམ་ཆོས་ཐམས་ཅད་རང་ལུས། པུ་སི་ཀན་གི་ལ་ཨ་ནི་ཡིག་པེ་ག་གང་ཀ་ཨོམ་གཙོ་བོ་གཙོ་རང་འོ་ཐ་ཤོ་རོག་ཏེ་ཆོ་སྤ། ཆོས་སེན་མཆོ་ཁན་ཡོན་ཏན་མཆོ་ཁན་བ་ཀི་ལོ་མ་སུང་མ་འོ་ཐ་པུ་སི་ཀན་འོ་ཐ་བ་ཀི་ཤོ་མི་ནག་པ་བ་ཀི་ཡིག་ལ་མེ་ཆོས་རྣམས་སམ་ཡིག་གོ་ལེ་མ་སེ་བ་བ་ཀི། འོ་ད་ནང་སྐྱེས་བུ་འམ་ཧང་ཡ། སྲིད་ཇུས་སྲིད་ཇུས་ཨ་མཆོག་ཧན་པ་ཀྱི་རང་མང་པོ་ཡིག་པའི་ཆོས་ཐམས་ཅད་རང་རོགས་དེ་པ་ཤོ་འམ་ཧང་ཡ། བོད་དེ་ད་གཟའ་རེ་ཚ་སྤེ་ཁེ་བ་གི་ནི་མི་མང་ག་དགུབ་ག་འོ་ད་ཆོས་པ་ཐམས་ཅད་རང་པུར་སྐན་དགི་ལ་ཨ་ནི་འོ་ཉིན་ཡིག་བྱ་མེ་རོགས་དེ་པ་ཀྱི་ཅ་ཐུར་ཀའི་བདེན་པ་གི་ལ་ཆོས་ཐམས་ཅད་རང་པུར་སྐན་དགི་ལ་པུར་སྐན་ཁེ་བ་ཤོ་ལེགས་པོ་གི་བ་ག་པུར་སྐན་དགི་ལ་ན

འོམ་ལེགས་པུ་ག་ཅད་ཀའི་སྒོ་གཉིས་ལ་དལ་རེ་བར་རིགས་ལྡན་མེད་ན་འོ་ཐ་གས་པོ་ལེགས་པུ་ག་ཅད་ཀ་སྒོ་གཉིས་ལ་ལེགས་པུ་གི་ལ་གི་གཉིས་པོ་རང་མ་སྒྲ་ལ་ཨན་ཡིག་པའི་ཁས་ལས། མ་སྒྲ་ལ་ཡིག་པའི་ག་གང་ཀ་ཞོ་ཉལ་ལོ་ཀ་ཞོ་ལེགས་པུ་གི་ལ་ཉལ་ཐལ་ལོ་ཀ་ཞོ་མ་ལེགས་པུ་གི་ལ་འོ་ཐ་ག་མ་སྒྲ་བ་མང་གི་ན། གཉིས་མ་སྒྲ་བ་ག་ཞོ་སྒོམ་སྟངས་མ་སྒྲ་བ། ལྷ་མ་སྒྲ་བ། འོ་ཐ་པུ་སྐད་མ་སྒྲ་བ་མ་སྒྲ་བ་མ་སྒྲ་བ་ཅག་འོ་ཐ་ནང་ཀ། གཉིས། ཆོས་ཐམས་ཅད་རང་སྤུར་སྐྱེ་འགྱི་བ་མ་འདྲ་བ་ཆོ་ལོ་རང་མ་ཉིད་ད་ནི་སངས་རྒྱས་རོགས་དན་གྱི་རང་ཉིད་ཐེག་པ་དམན་པ་ཨ་ནི་སོ་སོ་དུར་སྲུང་ཐ་བ་ཐེག་པ་ཆེན་པོ་ཨ་ནི་སོ་སོ་དུར་སྲུང་ཐ་བ་གསང་སྔགས་རྡོ་རྗེ་ཐེག་པ་ཨ་ནི་སོ་སོ་དུར་སྲུང་ཐ་བ་སྲུང་མའི་ཁེ་བ་རང་སྨྲ་བ་ལ་མེ་ནི་ཆོས་ཐུར་བཀའ་རྒྱུད་ཨ་ནི་སྨྲ་བ་ས་སྐྱ་ཨ་ནི་སྨྲ་བ། དགེ་བ་ལ་མོ། ནི། ཐེག་པ་དམན་པ་ཨ་ཉི་མ་བ་ཐེག་པ་ཆེན་པོ་ཨ་ཉི་མ་བ་གསང་སྔགས་རྡོ་རྗེ་ཐེག་པ་ཨ་ཉི་མ་བ། ཡང་མན་ཉིད་ལ་ཧ་ཡ་མདོ་ཨ་ཉི་མ་བ་སྔགས་ཨ་ཉི་མ་བ་སོ་སོ་སོ་སོ་ཨ་ཉི་མ་བ་བུ་དང་ཐུར་གསུམ་མཐའ་གཉིས་པོ་བསྒྲིགས་པའི་ལམ་མན་ཉིད། ཉིད་འོ་ཉེན་མང་གི་མན་ཉིད། ཆོས་ཐམས་ཅད་རང་རྩ་ཆེ་ལུགས་ཀྱི་ལ་དྲན་དྲན་གྱི་ལ་གོ་སར་ག་གོ་གཉིས་པོ་དྲན་དྲན་དཔའ་བར་ག་གོ་གཉིས་པོ་ཧ་ཡ་ནུས་པ་ག་གོ་གཉིས་པོ་དྲན་དྲན་རྩ་ཆེ་ལུགས་ཀྱི་ལ་གཉིས་པའི་ཁྱད་ལས་དྲན་དྲན་གྱི་ལ་གི་གཉིས་པོ་མ་འདྲ་བ་གྱི་ལ་གཉིས་འོ་ཐ་ག་ནང་ག་ཐུན་འཕི་སྟངས་མ་འདྲ་བ་སྒོམ་སྟངས་མ་འདྲ་བ་བྱ་གཉིས་འོ་ཐ་སེ་ལས་ཁྱད་ལས་ན་འོ་མ་འོ་ཐ་ཁད་པོ་ཤོ་རོག་སྟེ་བཤད་སྒྲ་ནང་ག་ནུབ་ནི། ཆོས་ག་ལོག་གེ་སྦྱང་བ་ད་སོ་ཕི་ནི་ཡོན་ཏན་ད་སོ་ཆོ་ག་འབའ་ཀེ་ཤོ་ཁན་མེ་འོ་ཐ་པ་ཞུ་ལེ་རང་མ་ཁེ་ལ་སྦྱང་བོ་སྐན་ཐུར་གི་ཧང་ཞུ་ལེ་ཁེ་ལེ་རོག་ཏེ་ཡོན་ཏན་ཆོ་གི་ཉེ་བུ་རྗེ་འོ་མ་ཡེ་ཁན་པ་ཞུ་ནའི་མི་ནག་པ་བ་ག་ཡིག་ཅག་འོ་ཐ་སེ་ལེ་ཁེ་བ་གེ་ཆི་ལུ་ལ་ཨ་ནི་ཡིག་པེ་གི་ལ་ནི་འོ་མ་སངས་རྗེ་རོག་ཏན་གི་རང་ནི་ཆོས་མ་འདྲ་བ་མ་འདྲ་བ་རོག་ཏན་གི་རང་གསུང་མ་གི་ལ། ཧཱ་ཡ་སྲུང་མས་ཁྱེར་བ་ཤོ་ཧཱ་ཡ་ཨ་ཉི་ལ། ཆོས་མ་འདྲ་བ་མ་འདྲ་བ་མ་སྲུང་ཉིད་ལ། སྒོམ་སྟངས་མ་འདྲ་བ་མ་འདྲ་བ། ཡིད་ཆེས་ཨ་སྟངས་མ་འདྲ་བ་མ་འདྲ་བ་མ་སྲུང་ཉིད་ལ། ནི་འཛམ་བུ་གླིང་ནང་དཀའ་ཨོ་ད་ནང་དཀའི་ཁམས་གསུམ་འཁོར་བ་ནང་དཀའ་ཨོ་ད་ནང་དཀའི་བུ་འཛམ་བུ་གླིང་ནང་དཀའ་སྲུང་ངོ་མ་འདྲ་བ་མ་འདྲ་བ་ཆོས་ལས་ཀ་གང་དཀའ་ཆོས་ཐུར་ཨ་བ་དེར་སྲུང་གང་དེ་ལས་ཀ་གང་དཀའ་སྲུང་ཨོ་བ་ཀི་གོ་ལེ་རེ་བུ་མ་འཇག་གི་བ་ལ། ཧ་གོ་ལེ་རེ་བུ་མ་བྱ་གི་བ་ལ། འོ་ཐ་ཨ་དེ་ཀེ་ནི་མ་འདྲ་བ་མ་འདྲ་བ་གསུམ་བྱ་གི་བ་ལ་ནི། འོ་ཐ་ཨ་དེ་ཀེ་མ་འདྲ་བ་མ་འདྲ་བ་བྱ་ཨ་ཉིག་པེ་གི་ལ། ནི་འོ་ཐ་ཨ་དེ་ཀེ་ནི་ཚེ་དཔང་ཆོས་རྣ་མེ་ས་མེ་མ་སེ་བ་བ་ཀི་ཡིག་ལ་མེ་ནི། ཨ་ཐ་འོ་ཐ་ནང་ཀེ་བུ་ཆོས་མ་སེ་ཁན་བ་ཀི་རང་ཡིག་ཅག་ཐོ་བ་ཀི་ནའི་བླ་མ་ཆོས་བ་བ་ཀི་པགས་པའི་ཡང་ལ་ཨ་ནི།

ཨོ་ཉན་ཅིག། ཨོམ། ཨོ་ཐ་པ་ཤུ་ནི་བླ་མ་བག་གི་རྫས་གནང་ཐ་བ་གི་བ་ལ། ཨོམ་སངས་རྒྱས་རོག་ཏན་གི་སྒོ་གཉིས་པོ་རང་འདྲ། ཐེག་པ་དམན་པ་ག་ལྟ་སྒོམ་སྤྱོད་གསུམ་སོ་སོ་བྱ། ནི་ཐེག་པ་ཆེན་པོ་ག་ལྟ་སྒོམ་སྤྱོད་གསུམ་སོ་སོ་བྱ། གསང་བ་རྡོ་རྗེ་ཐེག་པ་ག་ལྟ་སྒོམ་སྤྱོད་གསུམ་སོ་གསུམ་བྱ། ཨོ་མི་ནག་པ་བ་ཀ་ཡིག་གཉིས་ལ་ཐེག་པ་མན་པ་ཤོ་ཨོ་ཅཱ་ཡ་གཉིས་ལ་ཨོ་མ་ལ་མེ། ཤི་རི་ལང་ཀ་སྟེ་ཐཱའི་ལེན་སྟེ་ཨོ་ཐ་བ་ཀ་ལ་མེ་དགེ་སློང་སེར་པོ་དུ་རོག་སྟེ་ཀ་ནང་པ་སངས་རྒྱས་པ་གི་ལ་མེ་གི་གཉིས་པོ་ཨ་ཧ་ཀ་འབྲུག་པ་ཀ་ནང་པ་སངས་རྒྱས་དང་རོག་སྟེ་ཀ་ནང་པ་སངས་རྒྱས་སྒྲ་ལུགས་མ་འཆ་ན། རྩ་ཕྱི་ལུགས་ཀྱི་བ་སྒྲ་གཉིས་པོ་ཨོ་ཐ་ཁེ་པོ་ནའི་བ་སེ་ལེ་ཁེ་བ་ཁེ་པོ་ཀའི་ཕྱི་ལུགས་ལ་ཨ་ཨ་གཉིས་པའི་གི་ལ་གཉིས་ཨོ་ཐ་རང་ཉིད་ཀྱི་ལ་ནི་ལྟ་བ་སྒོམ་པ་སྤྱོད་པ་བར་མ་འདྲ་ལ། གཉིས་འོམ་གཉིས་པོ་སྐད་རང་གི་གཉིས་ད་གཉིས་མནོ་བསམ་བཏང་ཞོར་ལས་གཉིས། འདི་བཀའ་བརྒྱུད་རྙིང་མ་ཤཱཀ་ཡ་དགེ་ལུགས་ཨ་ནི་ཡིག་པའི་ཁེ་བ་སྨྲ་བ་ལ། རྙིང་མ་ཐུར་དགའ་ནང་དགའ་གི་གཉིས་པོ་སྙིང་ཐིག་པ་ཨ་ནི་སོ་སོ་དུར།

ཨོམ་གུ་རུ་རིན་པོ་ཆེ་ཨ་ཉི་ཤུ་ལེ་ག་གང་ཀ། བདུད་འཇོམས་གཏེར་གསར་ག་ལོག་ཀེ་ལ་གུ་རུ་རིན་པོ་ཆེ་ག་ཉམས་ལེན་ག་ཐུང་ཀེ་གཉིས་ཕི་ཉི་ཨུ་བྷེ་ག་གང་ཀ་ལོ་གུ་རུ་རིན་པོ་ཆེ་ག་མཚན་སོ་སོ་རྟགས་གཉིས། དབུ་རྒྱན་ནོར་ལྷ་ཡིག་པ་སྟེ། ཆོ་གའི་ཐུགས་ཏིག་ཡིག་པ་སྟེ། གཉིས་བླ་མ་གསང་འདུས་ཡིག་པ་སྟེ་དབང་ཉན་མ་འདྲ་བ་མ་འདྲ་བ་རྟགས་བཅའ། ཨ་ཤེའི་གཏེར་གསར་ནང་ཀ་སྟག་ཐ་ག་མཁས་པོ་ཉམས་ལེན་མཁས་པོ་ཉལ་ལོག་ཀ་དཔལ་གླིང་ནང་ཀ་མན་བཅའ།

ཨ་ཡི་གཏེར་གསར་བ་ལེགས་པོ་གྱིས་ལ་རོགས་དེ་ཉིད་མ་ལེགས་པོ་གྱིས་ལ་འོ་ཉེན་ཨ་ཉི་ལ་བཟོད་པ་གྱིས་ལ་མེ་ཉིད་འོ་མཐའ་ཨ་ཉི་ལ་བཟོད་པ་ཆོས་དགའ་སྐུར་པ་བཏབ་པ་དགའ། ཆོས་དགའ་ནི་ཆེ་ཆུང་དགོད་པ་དགའ་ཆེ་ཆུང་དགོད་པའི་མ་ན་ལ་གཙང་མ་བཙོག་པ་དགོད་པའི་མ་ན་ལ། དགེ་གཉིས་པོ་སོ་སོ་གྱིས་ལ་ཨ་ཉི་འོ་མཐའ་ཁད་པོ་སེ་ལེ་རང་ཁེ་ལེ་ཨ་ཉིག་པའི་གྱིས་ལ་ན་འོ་ཉེན་གྱིས་ལ་ཉི་འོམ། ཨོ་མོ་གཉན་གྱི་ལ། ཉམས་ལེན་ཕི་ཁ་མཐུ་རུ་གི་ཉི་ལ། ནི་ཐེ་རི་པ་རི་པགས་པའི་རང་ཁྱེད་ལས་སོ་སོ་གི་ལ་ཨ་ནི་པགས་པའི་ག་གང་ཀ་ཆེ་ཆུང་པགས་པའི་མ་ན་ལ་གཙང་མ་དང་བཙོག་པ་པགས་པའི་མ་ན་ལ་སོ་སོ་གི་ལ་ཨ་ནི་པགས་པའི་ཁྱེད་ལས་ན་ཨ་ཧ་གུ་རུ་རིན་པོ་ཆེ་ཨོ་ཐ་གི་ལ་ཨ་ཞི་ཤོ་ཨའི་གཏེར་གསར་གི་ཉི་ལ་ཨའི་གཏེར་གསར་བ་གི་ཉི་ལ་གཏེར་གསར་གི་ལོགས་ཀྱི་གུ་རུ་རིན་པོ་ཆེ་ག་པེ་ཆ་ཨོ་ཐ་གི་ལ་སྒོམ་ཕི་དང་ཨོ་གཉན་གི་ལ་ཨ་ནི་ཨའི་སྙིང་ཐིག་གི་ཉི་ལ་ཨོ་གཉན་གི་ལ་ཨོ་ཐ་གི་བུ་ཤོ་པགས་པའི་རང་ཁྱེད་ལས་ཆེ་ཆུང་དཔག་པའི་མ་ན་བ་མ་གཏོགས། བྱིན་རླབས་ཆེ་ཆུང་དཔག་པའི་མ་ན་ལ། བུས་ཀྱེ་རང་གི་ལ། འོ་ཐ་པ་སེ་ལེ་ཁེ་བ་ཁེ་པོ་གེ་ཆི་ལུ་གི་ལ་སྙིགས་པའི་གི་ལ། ཉི་ཧང་མདངས། ཨོ་མོ་གཉན་གི་ལ། ཨོ་མི་ནག་པ་རང་མདུང་གི་ཉི་ལ། ཨོ་མི་ནག་པ་རང་མདུང་གི་ལོ་ཧང་ཨ་ལེ་ཡ་ཉི་ཨོམ། ཉི་རིམ་གྲོ་སྟེ་ཕི་ལེ་ཚེ་ལྐུགས་གཡང་ལྐུགས་སྟེ་ཕི་ལེ།

ཨོམ། ཚེ་བདའ་ད་ག་མ་འགི་བ། ནི་ཚེ་ཕྱི་མ་ག་དོན་ད་ག་ཉམས་ལེན་འཕེལ་ལས་གི་ལ་ཨ་ནི་ལ། ནི་པགས་པ་རང་བསྒྲགས་པས་ན། ཨོམ་ཆགས་ལོག་ནི་ཡིག་བྱ་ན་པགས་ཅོ་ཡིག་པ་ཞོ། ཉམས་ལེན་སོ་སོ་གི་ལ་ཨ་ནི་པགས་ཅོ་ཡིག་བྱ་མ་གཏོགས། ཆེ་ཆུང་ག་པགས་ཅོ་ཡིག་པུ་མ་འཇ་ན།

ནས་མི་ནག་པོ་བག་ག་དོན་དག་ག་འོ་ཐ་ཨ་དེ་གའི་ཉམས་ལེན་ཐུར་ཕི་ལེ་གི་ལ་ཨ་ཉི་ལ་ཐུར་ག་བསྟན་མ་དྲག་པས་ཡང་ཉི་མེ་ཉི་ལ་ག་རྒྱུ་ག་རང་ཡང་མེ་ཉི་ལ་སྙིང་མ་ག་རང་ཡང་མེ་ཉི་ལ་གི་ལུག་འོ་ཐ་ཞོ་ལེ་ཡེ་ལུག་གི་ལ་ཨ་ཉིག་པའི་གི་ལ་འོམ་ཅང་ཆ་སི་ཆི་ལུ་ཐུར་ཕི་ལེ་ཅ་ན་ཆོས་ལུག་རི་མེ་ཨ་ཉི་འོ་ཉིན་ཕི་ཁན་པུ་བྷེ་འོམ་རྗི་གི་ད་ཕི་ལེ་རེ་བུ་མ་ལ་རི་མེ་ཨི་ཁན་ཏེ་ཐ་ག་ཅང་ག་ཉོག་ཏང་ན་ག་ཤོང་པུ་རང་མ་ལ་ཉམས་ལེན་ཕི་ལེ་ད་འོ་འོ་བྷེ་སེ་ལུ་རང་མ་ལ་ཨ་ཉི

ཡིག་མཁན་མཁས་པོ་གཙོ་བོ་ཡིག་དཔེ་མཁས་མཁན་མཁས་པོ་ཆོས་ཐམས་ཅད་རང་བུར་སྐྱོན་གྱིས་ལ་ཨ་ནི་ཡིག་དཔེ་གར་གང་གི་དོན་དག་སོ་སོ་སོ་སོ་དགོངས་སྦྱོང་ལ་ནི་ཚེ་དཔང་གི་ཡིག་ལ་བ་དང་མི་ནག་པོ་བག་གི་ལོག་ཏི་ཆོས་སྤ་བག་གི་ཡོན་ཏན་ཆོས་ཁང་བག་གི་ཞེས་ཡིག་བུ་རང་མ་ཡིག་ཡིག་བུ་མ་འཇའ་བ་ད་ཞུ་མི་ནག་པོ་བག་གི་རང་ཡིག་འཇའ་བ་ད་བུ་སྐྱོན་ནའི་བླ་མ་བག་གི་པགས་པའི་ཡང་ལ་ཨ་ནི་ཆོས་ཐམས་ཅད་རང་བུར་སྐྱོན་གྱིས་ལ་ཨ་ནི་ཡིག་བླ་མའི་ནི། ཨ་ཤི་ཤོ་ཧང་པག་ཅ་ཡ་ཨ་ནི་ལ་བཀའ་བརྒྱུད་རྙིང་མ་ས་སྐྱ་ག་ལྟ་སྒོམ་སྤྱོད་གསུམ་མཁས་པོ་སོ་སོ་གི་ལ་ཨ་ནི་པག་པ་མ་ཏོ། ཕྱི་ལུ་རིང་བུ་ག་པག་པོ་མ་འཇའ་མེ་ནི་གཙང་མ་དང་བཙོག་པ་ག་པག་པོ་མ་འཇའ་མེ་ནི། ནི་ཨོ་ཐ་ཁེ་པོ་ལོ་ཇི་གི་ཨོམ། ནའི་པ་ནའི་མི་ནག་པ་པ་ཨོ་ཐ་ཁེ་པོ་ལྡན་པ་གི་དུ་མོ་མ་གི་དུ་མོ་ཤོ། བྲག་ཤོ་བློན་པོ་པུ་སྐན་ག་ཤོ་མ་འཇིམ་ཤོ་རོག་ཏེ་མཁན་པོ་སློབ་དཔོན་པ་ག་ཡོན་ཏན་མཆོག་ཁན་པ་ག་འཇིམ་ཤོ་དེ་རི་པ་རི་ཨོ་ཉིན་གི་ལ།